བརྩོན་པ་བཟུར་བས། བརྟན་གཤོག་གི་གོ་སྒྲིག་ཚོགས་ཆུང་གི་ཐུགས་འགན་བཞེས་མཁན་རྣམ་པ། ཨ་ལགས་བུ་སྟོན་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་རྣམ་པ་གཡུལ་བས་ད་རེས་སྐུ་ཕྱྭ་མང་པོ་ཞིག་དེ་བས་ཤ་དེ་ཚང་མ་ལ་ནི་གུས་འདུད་དང་བཀྲ་ཤིས་བདེ་ལེགས་སུ་བཅས་ཞུ་བ་ཡིན། ཨ་ལགས་པ་སྟོད་ད་རེས།

ཉིན་དེར་ཨ་མདོ་བཙོན་གྲོལ་བྱེད་ཡ་གི་གོ་སྐབས་ཅིག་བྱུང། ཨ་དེ་འདྲའི་དབང་གིས་ཅིག་ལས་འགན་ཞུ་གི་རེད་པས་ལས་ཀའི་བབ་ཀྱིས་ཨ་དེ་སོང་ན་ལ་ཡོད་པའི་ཆ་ནས་ཁར་ཞུ་གི་རེད་དེ་འདྲའི་གི་ད་ལས་འབྲེལ་བྱེད་དགོས་པ་དེ་འདྲའི་གི་བབ་ཀྱིས་ད་ཆབ་སྲིད་བཙོན་པ་དངོས་གནས་དྲང་གནས་ཅིག་བོད་སེམས་གཉིས་ལ་སྡུག་སྦྱོང་ཚད་མེད་མྱངས་མཁན་གྱི་དང་སྐུ་ལས་མང་པོ་འགྱོད་མྱངས་གི་རྣམ་པ་ཚོ་འདྲེས་པ་ཡི་མང་པོ་བཞུགས་ཤི་སྟེ་ཕེབས་ཤག་གཞོན་པ་ཚོ་ཡི་འདུག་དེ་འདྲས་ཀྱི་ཅིག་འདུག་བ་བུ་ཕྲུག་ཡི་འདུག་བ་བྱས་ཡི་འདུག་ཁ་ཤས་ཁ་ཤས་ནི་ཞལ་ཡག་པོ་ཚུགས་འདུག་ང་མཉམ་དུ།

སོ་སོའི་མཉེན་ཆས་དེའི་ཐོག་ནས་སེམས་འགུལ་ཐེབས་ཡ་དང་སྐུལ་ལྕག་སླེ་ཡ་ལ་བརྟེན་པའི་ལས་ཀ་བྱེད་རྒྱུའི་ཕན་ཐོགས་ཆེན་པོ་བྱུང་ཡོད་རེད་བསམ་གྱི་འདུག་ཨ་མང་པོ་ཅིག་ནི་ལྟ་ཞིབ་ཚ་པོ་བྱས་བྱས་ཐུབ་ཡོད་མ་རེད། གཅིག་བྱས་ཉུལ་ཉུལ་ཉུལ་ཉུལ་མང་པོ་འདུག་དེ་ནི་མི་རུང་བར་བྱས་ཡོད་བ་ཅིག་གར་བཟོ་བ་རེད། དེ་དེ་འདྲས་ཅིག་བྱས་པ་ཡིན་བསམ་པས་ཡང་དེ་འདྲས་ཅིག་བག་ཆགས་ནང་ལ་ཞི་དྲག་ཞི་དྲག་ཡོང་གི་མི་འདུག་ད་གང་ལྟར་ད་རེས་མདོར་བསྡུས་ནས་ཞུས་པ་ཡིན་ན། བཀའ་སློབ་ཞུ་བའི་ཁག་ཁྱེད་མེད་ད་ལྟ་སྐྱབས་རྗེ་བསམ་བློ་རུང་བཅས་ཀྱིས་ཧ་ལས་པའི་ད། དོན་དང་ལྡན་པའི་ང་ཚོ་བོད་མི་རིགས་ཀྱི་མ་འོངས་པའི་བྱེད་ཕྱོགས་དང་ལམ་སྟོན་ཁ་ཕྱོགས་སྐོར་ལ་རེད་ཨང། འདི་དགོངས་པ་འདི་ད་མང་པོར་གྱི་སྲིད་སྐྱོང་ཆགས་པ་རེད་ཨང། པ་འདི་ཆོ་སྲིད་སྐྱོང་ཆོ་ནས་ག་ལོ་ཞིབ་ཕྲ་གནང་སོང་དེ་ལ་ང་ལ་ཐོས་པ་ཞུ་ཡ་མེད་དེ་ད་ང་རང་སྒེར་གྱི་ཚོར་བ་ཟེར་རོགས་དེ་འདྲའི་ངས་བཟོས་ཐུབ་འདོད་རེ་གཉིས་ཞུ་གི་ཡིན་ན་གཅིག་བྱས་ན་ད་ལོ་མང་པོ།

གནས་ཚུལ་ལྟར་དེ་མི་རབས་འདི་འདྲ་གོ་སོང་ལྷག་པར་དུ་ཡི་བོད་ནང་ལ་ཡོད་པའི་དངོས་གནས་རྒྱལ་གཅེས་ཀྱི་བ་བུ་དེ་ཚོས་མགོ་སྐོར་སུད་སུད་བྱས་བྱས་རྣམ་པ་ཚོ་ལ་ད་རེ་འདི་ཞེ་དྲག་གནང་ཡོད་རེད་ཧ་ལས་པ་རེད་བསམ་གྱི་འདུག་ཨ་དེ་དང་ད་ལྟ་སུད་སི་ལ་ཡོད་པའི་ལྷ་ས་བོད་མཐུན་ཚོགས་ཀྱི་ཁོང་ཚོ་རྒྱུན་ལས་ད་ཞུགས་མང་པོ་ཡོད་མ་རེད་དེ་སྒྲིག་འཛུགས་འདི་རྙིང་པ་ཞིག་པོ་ཅིག་ཡིན་པ་ལ། དངོས་གནས་དྲང་གནས་གཅིག་སྐྱབས་མགོན་རིན་པོ་ཆེ་དང་བོད་མིའི་སྒྲིག་འཛུགས་གཙོ་བོར་བཞག་ནས་སེམས་སྐུལ་ལངས་བྱས་ཕྱག་ལས་གནང་བདེ་ཉིན་གཅིག་ད་སྔ་ལ་ཁྲེལ་ཁྲེལ་པོ་ཞིག་རྒྱུ་ཡོད་དོན་དུ་ཁ་ཚང་དེའི་ཆབ་སྲིད་བཙོན་པ་ཚོས་བརྟན་བཞུགས་ཐུགས་གཏན་འཁེལ་བའི་སྐབས་ལ་ཨ་ནི་ཅིག་ལྷས་ས་བོད་མཐུན་ཚོགས་མཉམ་གཏོགས་ཡིན་པའི་སྐོར་ལ་གསུང་དུས་ཁ་ཤས་ཡང་ད་ཐུགས་ཁག་ཡོད་མ་རུ་བ་སྐུ་སྒྲིག་འཛུགས་ཀྱི་ངོ་བོ་དང་དེ་སྔའི་ཕྱག་ལས་ཁར་རྣམས་ནས་རྒྱུས་མེད་ཙང། ཞིག་གི་ཐེམ་བུ་སྒྲེང་བར་བློ་འཚབ་དང་བློ་གཡེང་བྱེད་མཁན་དེ་འདྲ་བྱུང་ཡོད་ཚོད་འདུག་དེ་ཚོ་གཅིག་ཧ་གོ་བ་ཚོ་ལས་འགྲེལ་བཤད་རྒྱ་ཡ་བྱུང་ད་དོན་དག་ཡག་ཉེས་ད་རེ་བརྟན་བཞུགས་འདི་ད་ང་རང་ཚང་མའི་བརྟན་བཞུགས་བུའི་འོག་རེད་དོན་གྱི་དེ་ག་གནང་ན་གཅིག་གཅིག་རེ་ཚང་མ་གཞུང་འབྲེལ་ཚང་མའི་བུའི་འོག་རེད་དེ་ད་རེ་བརྟན་བཞུགས་འདི་ད་ངས་གཅིག་ཁྱེད་རང་ཚོ་དེ་ཡོད་ཚ་ཞུས་ཡོད་ཚོད་ར་བཞེས་དེ་འདྲ་མིན་ད་དངོས་གནས་དྲང་གནས། སེམས་འགུལ་ཐེབས་པོ་དང་དང་བ་འདྲེན་པོ་གཙང་མ་ལྷག་བསམ་རྣམ་དག་ཞེ་བུ་ཅི་ཡོད་ཡག་པོ་བྱུང་སོང། དེ་དང་ཨ་ནི་ཁེ་ས་ཕ་གའི་མཆོད་འབུལ་དེ་དངོས་གནས་དྲང་གནས་ད་ང་ཚོ་རྒྱ་མི་གུང་ཁྲན་བོད་ལ་རྫུས་པོ་ནས་བྱས་རྗེས་དེ་ཉིད་དུ་བ་དྲང་དུ་ཇི་ལྟར་སོང་གནང་སོང་ཨ་ཞེ་བུ་ཅི་མི་ཤེས་རྐྱེན་ཆ་ད་དུག་སེལ་བཏང་ཆེ་ཞེ་བུ་ཅི་མྱང་པོ་རེད་བ་ད་མི་མང་པོ་ཞེ་བུ་ཅི་གྲོངས་པོ་རེད་དེ་འདྲའི་ཐོག་ལ་གཙོ་བོ་མི། སྐྱབས་མགོན་རིན་པོ་ཆེ་དབུ་བཞུགས་གདོད་ནས་མཆོད་འབུལ་སྨོན་ལམ་བྱས་ཏེ་ཁྱེད་རང་ཚོའི་དྲན་པ་དང་ཡ་སྙན་གསན་ཕུལ་ཐུབ་པ་དང་ཞལ་བཞེས་གནང་དེ་ཁེ་སར་ཚེ་པ་བརྒྱད་ལ་གནང་ཐུབ་བྱས་ན་ནི་དེ་སྐྱབས་ཡུལ་ལས་གྲུ་ཡུལ་མང་པོ་ཕེབས་ཤག་དེ་འདྲས་སོང་དུས་སྨོན་ལམ་དེ། དོན་དང་ལྡན་པ་ཅིག་ཧ་ལས་པའི་ཡག་པོ་ཅིག་བྱུང་གསུངས་བསམ་བསམ་ར་ཅིག་ང་རའི་ཚོར་བ་དེ་འདྲས་བྱུང་ལ་དངོས་གནས་དྲང་གནས་སྨོན་ལམ་འདི་ཡིས་ད་ང་རང་ཚོའི་དྲན་པའི་ཡུལ་ལ་མ་གཏོགས་མེད་པས་ད་ཅིག་འགྲན་ཟླའི་ལམ་མེད་པ་ཚོ་ལ་དངོས་གནས་ཕན་ཐོགས་ཆེ་ཞུ་ད་འདི་རེད་བསམ་གི་འདུག་མང་པོ་ཅིག་ནི་དངོས་གནས་སྐྱེ་བ་ནས་ཚ་ཡོད་ཀྱི་རེད་དེ། ད་སྨོན་ལམ་ཚོགས་ཚེ་དུས་ང་རང་ལ་སྒེར་གྱི་ཡང་ཚོར་བ་རུ་སྒྲུང་ཐུང་ཐུང་བྱས་ཞུ་ཡས་ཡོད། ལྟ་བུ། གཅིག་ཅན་ལྟ་ཡི་ང་ཚོར་འཁྲབ་སྟོན་འདྲ་དེ་ཚོ་མེད་པ་བཟོས་ཙང། དུས་ཚོད་ཆ་ནས་འགའ་ཁྱོད་ལ་ངས་ཆིག་སྟོན་དོན་འདྲ་པོ་ཆུན་ཆུན་ཞུ་གི་ཡིན། ང་ཚོ་ལྷོ་ཕྱོགས་ལ་སྐྱབས་མགོ་རུམ་བྱེད་ཀྱི་ལམ་རིམ་གསུང་ཆོས་ཟླ་ལྔ་རྗེས་གནང་ཆེས་མཐའ་མ་འདྲ་པོ་དེ་མ་གལ་བཀྲ་ཤིས་ལྷུན་པོ་ལ་མཇུག་བསྒྲིལ་བར་བ། མཇུག་བསྒྲིལ་བའི་སྐབས་ལ་དེ་དུས་བསང་འདྲ་པོ་ཆེ་ག་འདྲ་བྱུང་བ་ཡིན་ན་བོད་མཚུར་སྒྲ་འགྲིམ་བུའི་སྙན་འདྲེ་འཕེལ་ཐུབ་ཉེན་དང། ལྐོག་ཟོས་བྱས་བྱས་བེད་དུ་ནི་བྱུང་ཡག་རེད། དེའི་ནང་ལོགས་ལ། ཕ་མ་གཉིས། བཞི་པོ་གཅིག་གི་རྒན་གོག་དེ་འདྲའི་རེད་མི་འདུག་ལོ་ཐར་སོང་ང་ལས་ཆུང་བ་དེ་འདྲའི་རེད་ཤག་ཅེས་ཡོད་དེ་འདྲས་ཤིག་འདུག་དུས་ཚོད་ཕུག་པོ་གཅིག་རང་ལུས་མེར་སྲེག་བཏང་ཉེས་ནང་ལ་དེ་འདྲས་ཕྱིན་ཤག་ད་དེ་ང་ལ་རྒྱབ་ལོགས་ནས་ལྐོག་ལྐོག་ཟོས་ཟོས་བྱས་ངོ་སྤྲོད་བྱེད་ཉེས་བྱུང་སོང། ཨ་འདི་ཐ་མ་འཆལ་ཁ་བྱེད་སྙན་སེང་ཞུ། དེ་འདྲའི་བྱེད་ཚུལ་ཙམ་པ། གཅིག། ཕ་མ་གཉིས་ཀྱི་བསམ་བློའི་ནང་ལ། གཅིག། སོ་སོའི་སྤུ་གུ་དེ་མེ་སྐྲག་བཏང་ཤོག་པ་རེད། མེ་སྐྲག་བཏང་ཡས་དེ་ད་ག་ཟེ་གཅིག། ག་རེ་ཆག་གོ་རེད་བསམ་བློ་མ་བཏང་མ་བཏང། རབ་བརྩི་གསོ་རབ་ཆག་དེ་འདྲ་གེ་མ་རེད་པ། བོད་བསྟན་པ་ཆབ་སྲིད་དང་མི་རིགས་ཀྱི་དོན་དག་ལ་བློས་བཏང་ཆེན་པོ་བྱས་ནས། ང་རང་དང་པོ་རེད། དེ་འདྲའི་ཕ་མ་ཅིག་བརྗེད་སོང། ད་ལྟའི་ཤི་བ་ཚོ་དུས་ཚོད་རོབ་བལྟས་སྟངས་བཅས་གོ་འདུག་བྱུང་སྐད་ཆ་ཅུང་འདྲི་བཤད་གནང་གི་འདུག་ག་འདྲ་ག་འདྲ་ཆགས་ཡོད་མེད། དངོས་གནས་དྲང་གནས་མི་དེ་ཚོ་གི་སྙིང་སྟོབས་དང་ལྷག་བསམ་ཅི་ཡོད་རེད་བ། ད་སོ་སོའི་བློ་ཡུལ་ལ་མ་ཤོང་དེར་ཧ་ལས་དགོས་བ་ཞིག་འདུག་སོ་སོའི་སྤུ་སྒུག་མེ་འདྲ་བཏང་རྗེས་གྲོངས་པ་འདི་ལ། ཇི་གར་ཚ་པོ་རེད་འདུག་སྨན་དང་དེ་ཁྱོན་མི་འདུག་དངོས་གནས་སྤོབས་པ་འདུག་མི་རིགས་ཀྱི་སྤོབས་པ་འདུག་ད་ཡིན་ནས་འདི་བྱས་རྗེས་ཡིན་བསམ་རྗེས་དེ་འདྲའི་གི་དེ་མི་འདུག་ཞུས་བསམ་པ་དེ་ངས་ཁོ་རང་ཚོ་བྱས་རྗེས་འགྲེལ་བཤད་མཐུན་འདུས་ཅིག་ཞུས་པ་ཡིན་ད་ཁྱེད་རང་ཚོ་བོད་ནང་ལ་ཡོད་པ་ཚོ་ཉིས་སྟོང་བརྒྱད་ཟེར་གྱི་ཞི་རྒོལ་ཆེན་མོ་ནས་བྱས་རྗེས་སྐུ་ལས་ཞི་བ་བྱུང་སོང། རྩ་བའི་ད་དེང་གི་བརྡའི་བཀའ་གནང་ན་རེད། གཅིག། རྒྱ་མི་ལས་བུ་ནས་བྱས་བྱས་མི་རྡོག་རྒན་པ་ཚོས་ཞིབ་བཤེར་མྱངས་ཡོད་རེད། མྱངས་ཡོད་རེད་དེ། རིག་གནས་གསར་བརྗེ་དང་དེ་འདྲས་གཅིག། སོ་སོ་འཚོ་བའི་ནང་ལ་ཞི་དྲག་མྱོང་ཚོར་མེད་པ། འཐུས་མི་དྲན་པའི་གོ་ཐོས་ཡོད་པ་དེ་འདྲས་ད་མི་རབས་གསར་པ་ཚོས་རྒྱ་གཞུ་རྒྱབ་སྟོན་ནས་བྱས་བྱས་བོད་ནང་ལོག་ལ། གཅིག།

ད་ང་ཚོའི་བོད་ནང་ལོག་ལ་ད་གི་ཟིར་གྱི་མོན་ཆོས་ཕུད་དེ་བྱས་པ་འདི་ང་ཚོ་འདིའི་བཙན་བྱོལ་ནང་ལ་ཡོད་པ་ལྷག་པར་དུ་ཡི་བོད་མི་སྒྲིག་འཛུགས་ཀྱི་རྐུབ་བཀྱག་སྒང་ལ་བསྡད་ནས་སྐབས་དེའི་རྒན་རབས་ཤིག་ཁྱེད་ཉིད་ཡིན་པས་སྐབས་ཁྱེད་ཚང་དངོས་གནས་ཅི་དྲང་གནས་བྱས་ན་མི་གཅིག་གི་སྲོག་སྡིག་གི་འཛམ་བུ་ལི་འགུལ་སྐྱོག་ཐེབས་དགོས་ཨེ་ཆི་རྒྱལ་སྤྱིའི་ནང་ལ་དེ་འདྲས་ཅིག་ང་ཚོས་ལས་འགུལ་སྤེལ་ཐུབ་དགོས་ཨེ་དང་ཨ་ནི་རྒྱལ་སྤྱིའི་ནང་ལ་ཐུག་དགོས་ཨེ་འབྱོར་བདག་དེ་འདྲ་ང་ཚོ་ཐུག་མ་སོང་ཐུག་གི་མི་འདུག། བཞི་མོ་གཅིག་གི་དོ་སྣང་གཅིག་ང་ཚོས་བསམ་པ་ན་བྱས་ཡོང་གི་མི་འདུག་བྱེད་འདོད་ད་ལྟ་ང་ཚོས་འབད་བརྩོན་མ་བྱས་པར་མེད་འདི་ཐུབ་མ་སོང་ཅེས་འགྲེལ་བཤད་ཞུས་པས། འགྲེལ་བཤད་ཞུས་པ་དང་ཆབས་ཅིག་ལ་ད་དྲག་ཤོས་འདི་ང་རང་བསམ་མེད་བསམ་དགོས་སྐབས་དེ་བཀའ་ཤག་ནང་ལ་ཡོད་རེད་གཞན་དག་བྱེད་ཐུབ་ཡ་ཡོད་མ་རེད་དེ་ད་བོད་མིའི་སྒྲིག་འཛུགས་ཀྱིས་དེ་འདྲའི་གནས་ཚུལ་གཅིག་བྱུང་པ་དང།

ཅིག་བོད་སྤྱི་བའི་དོན་དག་ལ་ནུས་པ་ཐོན་པའི་ཞིབ་པོ་ཅིག་བྱས་ཐུབ་མ་སོང་ཅེས་ངས་འགྲེལ་བཤད་ཅིག་ཞུ་བར་བྱས་པས། ད་དེ་དངོས་གནས་སེམས་ནང་གི་དེ་ཡིན་ཏེ། ཨ་མ་ལོ་ད་དེ་གཉིས་ཀྱི་ཕ་མ་གཉིས་ཏེ། ངས་སྐད་ཆ་འདི་བཤད་པ་དང་མིག་ཆུ་ཁྲུག་ཁྲུག་ཁྲུག་ཁྲུག་ཁྲུག་བཏགས་རྗེས། གང་བསམ་བརྗེད་ནས་སྨྲས་ཆུ་ཁྱོད་ནི་དགའ་ཐུག་མི་འདུག་ད། གང་བསམ་བརྗེད་ནས་ད་ང་སྐད་ཆ་ཡི་ཤེས་ཐག་ཆོད་ཨ་ནི་ཚིག་གཅིག་གདོང་པ་བལྟས་ངུས་བྱས་དེ་རེད་ཅི་མ་འདུག་མི་འདུག་ཨ། བྱས་དུས་ངས་པཱ་ལུ་ཇཱ་ལ་དེ་དུས་ཚོགས་ར་རུ་མཇལ་བྱུང་ཨ་ཁ་ད་ངས་དེའི་སྐད་ཆ་དེ་གླེང་ཉན་ཤོག་གསུང། ཁོ་གཉིས་སེམས་ནང་ལ་སེམས་སྡུག་བའི་ཞི་བ་བྱུང་སོང་བསམ་པར་རབ་བྱས་དྲན་ཚོད་ད་ཁོ་གཉིས་ཀྱིས་ད་ང་གཉིས་པཱ་གུ་བོད་བསྟན་པ་ཆབ་སྲིད་དོན་དག་ལ་བློས་བཏང་པ་རེད་དེ། ད་སྨོན་ལམ་དང་ཐུགས་སྨོན་དེ་ལས་ལྷག་ག་ཅིག་ད་ཡོང་ག་ཡོད་མ་རེད་ད་ག་ཚེ་ད་ཚེ་རྫོགས་རྗེས་ཤི་བ་ཡིན་ན་བྱིས་དུས་ད་དེ་ལས་ལྷག་ག་ཅིག་ཡོང་ཨེ་མེད་ད་བཀའ་དྲིན་ཆེ་ཆེ་གསུང་གི་འདུག་བྱིས་དུས་ད་རེ་རྣམ་པ་གཙོས་ཕ་གས་ཁྱེད་ཚོ་ཆོས་འདུས་བྱིས་དུས་ཙམ་པ་དེ་གཉིས་ཀྱིས་གཅིག་སེམས་ནང་ལ་ཡང་སེ་ཡང་སེ་དྲན་ཡོང་ཨ་ནི་ཕྱིར་མིའི་གཙོ་པ་སྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་ནས་སྨོན་ལམ་ད་ག་རོགས་ཞེས་གནང་དུས།

ཐུག་འཕྲད་བྱེད་ཡའི་གོ་སྐབས་དང་འདི་འདྲའི་བྱུང་བ་རེད། འདི་ང་རང་སྒེར་ལས་ཕན་ཐོགས་བཞི་བ་ཅིག་བྱུང་ཡག་རེད། ལས་ཀ་བྱེད་པའི་སྐབས་ལ་ལྕག་སྐུལ་དེ་ཡས། དངོས་གནས་སེམས་ཤུགས་འཕར་ཡས། དེ་འདྲ་ཡིག་ཐོག་ནས་དུས་ཚོད་ཞི་དྲག་བྱུང་སོང་ད་ལྟའི་ཁ་ཤས་དུ་བ་སྐད་པ་དེ་འདྲ་མང་པོ་འདུག་ད་ཁ་ཤས་ནི་ང་ཚོ་དྲན་པའི་ཡུལ་ལ་ང་དུ་ཡོད་མ་རུ་བ། ཇུས་བཟང་པོ་ད་རེས་བྱེད། དེ་ཡོད་པ་ཚང་མ་ད་རེས་དེ་མེད་ཁྱེད་རང་ཚོ་ཚོགས་པའི་ཆེད་དེ་འདྲས་ཀྱི་བསམ་བློ་གཏང་ཆེད་སེམས་ཐག་ཕེད་ད་དུ་ཚོ་ཞུ་ཡག་པོ་བྱུང་ཤག་ལྷག་པ་དུ་བའི་དགའ་ལྡན་ཕོ་བྲང་གི་ཕྱག་ལས་གནང་ཡང་ད་ཡ་གའི་ཞབས་ཕྱི་ཕྱག་གཉིས་ཚོ་ད་ང་ཡས་ཅིག་དེ་ཚོ་ལས་འོ་ན་ལ་ཐག་རོབ་ཅིག་ག་ལ་གང་འཚམ་ཡས་པོ་བྱས་ཞབས་ཞུ་ཡག། རྒྱལ་བ་བཟང་པོ་ཤུགས་ཀྱིས་བྱུང་བ་སོང་ཙང་དངོས་གནས་གྲངས་མེད་ད་ལྟའི་ཧ་ཁུག་ཡོད་ཞོ་ཁས་ཆུ་ཚོད་གསུམ་པ་བཞི་པ་ད་ལྟའི་དངོས་གནས་ཞག་གཉིས་ཡོར་བ་རྒྱ་བོད་རོམ་བྱེད་སྐབས་དུས་དུས་ཕྱག་ཚོད་གཉིས་ཚེ་ཕྱེད་ཀ་གསུམ་པ་འདི་བ་ནས་ཞག་འདི་དངོས་གནས་ཞག་ནི་ད་ཅིག་ཚང་མས་གི་ཡིན་གང་འདི་གང་ད། གཅིག་ཁང་པའི་རྩེད་མོ་འགའ་ལ་ལངས་ནས་ཞབས་ཕྱི་ཞུ་བར་ཧ་ལས་པའི་བཀའ་དྲིན་ཆེན་པོ་རེད་བསམ་གྱི་འདུག་དེ་ཚོ་ང་ཚོའི་སྤྱི་ཚོགས་ནང་ལ་མཐོང་གི་ཡོད་མ་རེད་བསམ་གི་ཡོད་མ་རེད། ཞེ་བུ་གཅིག་གིས་དེ་ཚོར་བ་དེ་ཡོང་གི་ཡོད་མ་རེད། ཚུལ་དུ་ད་རེས་ནང་པ་ཚོས་དེ་འདྲའི་དགོངས་བཞེས་གནང་རྗེས་ཚང་མ་ལ། གལ་མ་རེད་དེ་སེམས་པའི་ཚོར་བ་དེ་འདོན་ཐུབ་པ་ད་ག་རང།

ད་ཅི་བོད་ནང་ལ་ཡོད་པ་ཚོས་དཀའ་ལས་འདི་གར་བྱས་དུས་ང་ཚོ་རང་དབང་ལུང་པའི་ནང་ལ་ཨ་ཙི་དེ་འདྲས་ཅི་ལྟར་མ་བྱས་ན་འགྲིག་གི་མ་རེད་པ་བསམ་པས་ཀྱིས་དངོས་གནས་དྲན་སྐུལ་དང་ལྕག་སྐུལ་གཏང་ཡ་ལ་ཕན་ཐོགས་ཞེ་པོ་ཅིག་བྱུང་སོ་ད་ཅི་བདེར་ལོབས་ཏེ་བལྟས་པ་ཡིན་ན་ཨ་འདི་དེ་འདྲས་སུ་བྱས་བས་ད་རེ་སོད་རེ་གནང་ཡ་དང་དེ་ནི་སྐབས་དེ་ཀྱི་ད་མི་བདེ་སྲུང་གི་ལས་བྱེད་བདེ་སྲུང་ཚང་མ་རེད་གཙོ་བོ་ད་བོད་གཞུང་གི་སྲི་ཞུ་བ་ཚང་མ་རེད།

ཨ་ནེ་ཞུས་པ་ལ་ངོས་འཛིན་གནང་རོགས་གནང་ཟེར་བྱས་རྗེས་འདི་ཞུ་གི་ཡིན་བཀའ་དྲིན་ཆེ། བརྒྱུད་རིམ་འདིའི་ནང་ལོགས་ལ་ཁེར་སེམས་ར་ལྟར་ལོ་བཞི་བའི་སྲིད་དོན་གཅིག་ཕྱི་དོན་ཐུན་ཏེའི་རབས་ཆད་གཅིག་ཕྱི་དོན་རིང་པོ་འདྲ་གཅིག་རེད་དུས་སྟོན་ང་ཡི་ལོ་གཞོན་གཞོན་འདྲ་གཅིག་རེད་བ་ད་གཞུང་ཞབས་ན་ལ་ཡ་ཚུལ་དུས་བརྩམས་པ་ཨ་ནེ་གཅིག། སྐད་ཆ་བཤད་མ་ཤེས་པ་དག་འདི་འདྲས་ཀྱིས་ནི་གནས་སྟངས་དང་གནས་ཚུལ་བོད་ནང་གི་ཞིབ་ཕྲ་ཡག་པོ་མ་ཤེས་པའི་ཐོག་ནས་སྐད་ཆ་བཤད་ཡ་གི་དངོས་གནས་ཕོག་ཐུག་ཕྱིན་པ་མང་པོ་བྱུང་ཡོད་ཀྱི་རེད་ཟེར་པོ་འདུག་དེ་ནང་ལོགས་ལ་དེ་འད་བྱུང་ཡོད་ཀྱི་རེད་ད་དེ་ཚོ་ལྷག་བསམ་མ་ཐག་པ་དང་སྐུལ་སློང་བྱས་ནས། ཞུས་ལ། ད་བྱུང་ཡོད་ཀྱི་མ་རེད་དེ། ད་ཡིན་ནའི་གོ་མ་ཤེས་པའི་ཐོག་ནས་རྣམ་པ་ཚོ་ལ་དེ་འདྲས་བྱུང་ཡོད་ན་ད་རེས། གོ་སྐབས་དེ་ལེན་བྱས་ད་ངས་མ་འགྲིག་པའི་གནས་ཚུལ་བྱུང་ཡོད་ན་དེ་ཚང་མ་རྣམ་པ་ཚོའི་སེམས་ན་ལས་ཁེལ་ཡོད་ཀྱི་མ་རེད་ལ། དེ་ཡ་ནི་ཆེས་ག་རེ་ཟེར་བ་རེད་ད་དགོངས་པ་དྭངས་པ་ཞིག་གནང་རོགས་གནང་ཞེས་ཞུ་ཡ་ཡིན།

དེ་རྗེས་གོང་དུ་བདག་ངའི་སྐད་ཆ་གོ་འཕང་བགྲེས་པོ་ཡར་མར་བ་རྣམ་ཀུན་ནས་དག་ངོ་བྱེད་པ་ཚང་མས་ཤེས་ཀྱི་རེད། དེ་རྗེས་ཁོང་ཚོས་ཞུས་པ་ཡིན་ཏེ། དེ་ལ་དངོས་གནས་དྲང་གནས་དགའ་ཡོད་པ་ཅིག་ལ། དེས་སྐྱབས་མགོན་རིན་པོ་ཆེ་གི་སྐུ་ཉེ་བོ་ལ་ཞུས་པས། ད་ཅིའི་སྐོར་བཞག་བཀྲས་གཞོན་སྐུའི་ཁྲི་བཤད། ཨ་ནེ་བཟོད་ཤ་ཁམས་ཆགས་རྣམ་རྒྱལ་གྲྭ་ཚང་དགའ་ལྡན་ཕོ་བྲང་གཙོས་པས། ཅི། ཚང་མས་ཀྱིས་ད་ལྟ་ངོ་ཐོག་ཕྱག་ལས་གནང་བ་དེ་ལ་ད་རེས་རྣམ་པ་ཚོས་ཐུགས་རྗེ་ལེགས་སོ་ཕུལ་ཡ་དེ་དངོས་གནས་དཔེ་ཡག་པོ་བྱུང་སོང། དེ་བཀའ་དྲིན་ཆེ་བྱས་རྗེས་ད་ངས་ཞུ་བ་ཡིན་ན་ག་རེ་ཟེར་ན་མི་འདི་ཚོ་གི་ཕྱག་ལས་གནང་མཁན་དེ་ད་དངོས་སུ་མཐོང་བསྡད་པ་དང་ཉམས་མྱོང་ཡོད་པའི་ཆ་ནས་ཞུ་གི་ཡོད་མ་གཏོགས་ཡང་ཁོ་ཚོ་ཁ་ཤས་བསྡད་ཡོད་ཙང་གི་ཞུས་པ་འགྲོ་བ་དེ་འདྲ་རྩ་བ་ནས་མེད་དེ་རྣམ་པ་ཚོས་དགོངས་པ་ཡག་པོ་ཞུ་བ་ཞིག་བྱས་ཤག། ང་ཚོའི་སྒྲིག་འཛུགས་ངོས་ནས་དེ་ཉིད་སྤུན་ཟླའི་སྲིད་སྐྱོང་མཆོག་གིས་གསུངས་སོང་ལ་སྒྲིག་འཛུགས་གཞན་དག་གིས་སྔ་མ་ཐེངས་གཅིག་རང་གཅིག་ནོར་བུ་གླིང་གའི་སྒྲིག་འཛུགས་ཀྱི་སྐུ་ཕྱྭ་གཉིས་ལ་དེ་འབྲེལ་གྱི་ལེགས་ཚུལ་ཞིག་བསྐྲུན་སོང་དུས་གཞན་དག་ཧ་ལམ་དེ་འདྲ་བྱུང་ཡོད་མ་རེད་ད་ད་རེ་འདི་དུས་ཚོད་ཆ་ནས་རེད་དངོས་གནས་ཁ་ལྗིད་དོག་ནས་ཅིག་སེམས་འགུལ་ཐེབས་པ་དང་ཞི་བ་ཡག་པོ་བྱུང་སོང་དུས་ཆེས་བརྩེ་བཞིན་ཞུ་གི་ཡོད། ལ། དེ་ནས་ཅིག་ད་ལྟ་བར་དུ་སུ་གཅིག་གིས་བསམ་བློའི་ནང་ལ་མ་གོ་ཟིན་ནི་མི་འདུག་ད་གོ་དེ་ཡོད་ཀྱི་རེད་དེ་གཅིག་བྱས་ན་ལག་ལེན་མ་འགེལ་བའི་ཚོར་བ་ཆེ། ད་ང་ཚོ་བོད་མིའི་སྒྲིག་འཛུགས་ཀྱིས་རེད་ཨ་ནི་ཅིག་བོད་རྒྱལ་ཁབ་དང་མི་རིགས་ཀྱི་ལོ་རྒྱུས་ཀྱི་མཚོན་རྟགས་དང་འབྲེལ་བའི་བཀའ་གདམས་འདི་ཀྱི་མ་དངོས་གནས་ད་ཅིག་བོད་ནས་བཙན་བྱོལ་ལ་དེ་འདྲའི་ཞུ་གཏུག་ཡག་རོགས་མི་རྒན་པོ་དེས་དེ་བཀའ་ཤག་ནང་ལ་ཞུ་ཡག་རེད། ང་ཡང་བཀའ་གདམས་བསྡིགས་ཀྱི་མ་ལ་བལྟས་ཚེ་ང་རང་གེར་གེར་དེ་ཡོད་ཡོད་ཞེན་སྐོར་ག་རེ་ཟེར་ན། ལོ་བཅུ་བཅུའི་གཞུང་ཞབས་ནང་ལ་ཐོག་མར་ཡག་བརྫུས་པའི་སྐབས་ལ་དུས་ད་ལྟ་ཡིན་ནའི་ཕལ་ཆེར་རེད། གཞུང་ཞབས་བསྐོ་གཞག་གི་བཀོད་རྒྱ་དེའི་ནང་ལོགས་ལ་བཀའ་གདམས་འདི་ཀྱི་མ་དེ་རྒྱབ་གི་རེད། དེ་འདྲས་ཀྱི་ཕྲན་བུ་ཅིག་སྒེར་གྱི་ཞེན་ཁོག་ཟེར་ནས་མི་འདུག་འདི་གི་ཅིག་བྱིན་རླབས་ཟེར་ནས་མི་འདུག་འདི་ཡོད་བསམ་པར་བྱས་ཡོད་ད་རེ་འདི་རྣམ་པ་ཚོས་བཀའ་གདམས་འདི་ཀྱི་མ་དེ། ཨ་ནི། དམ་གམ་འདི།

བོད་མི་རིགས་དང་རྒྱལ་ཁབ་ཀྱི་ལ་རྒྱ་དོར་ཞེན་ཆེ་མེད་པ། ད་ལྟ་ཡིན་ནའི་ཁྱེད་ཚོ་ལ་རྒྱ་དེ་བརྟན་པོ་ཉག་ཡོད་པ་དེ་ཚོགས་པ་རེད་ཟེར་གི་འདུག་དེ་ང་རང་ལ་ཚོགས་པ་དེ་འདྲ་རེ་བྱུང་ཨ་འདིའི་ད་རེ་ཡག་པོ་ཞུ་བྱུང་སོང་དེ་མིན་ཨ་འདིའི་སྲིད་སྐྱོང་ཚོ་ད་རེ་ཨ་ནི་མང་བཀུར་གྱི་སྲིད་སྐྱོང་ལ་ཡག་འདོད་པ་དང་ཨ་རྣམ་པ་ཚོས་དེའི་ཐོག་ལ་བཀའ་གདམས་འདི་ཀྱི་མ་ཕེབས་དེ།

རྒྱལ་རྗེ་ཟངས་མདོག་རིན་པོ་ཆེ་གིས་བཀའ་གནང་སོང། ཨ་ནི་ཁྱེད་རང་ཚོ་ཁ་རྩང་བརྟན་བཞུགས་སྐབས་ལ། ཨ་ནི་ང་ཉེ་འགྲོ་འབུལ་ཞུས་བཞག་ཨ་ནི་ལྷག་པར་དུ་གཞིས་བཞུགས་བོད་མི་མང་པོ་ཞིག་པོ་ཅིག་གིས་ད་ད་ལྟ་དཀའ་ལས་ཁག་པོ་ཞིབ་ཕྱོགས་རེ་བོད་ནང་ལོགས་ལ་དངོས་གནས་དྲངས་ནས་ཡིན་ན་ཡང། ད་བོད་ཀྱི་སྐད་དང་ཡི་གེའི་ཐོག་ལ་ཅིག་མཐོང་བ་དང་ཀོ་ཀོ་སུ་བྱེད་ཅིག་ཤུགས་རྒྱ་ཡེ་དེ་ཞེའུ་ཅི་གནང་ཐུག་འདུག་དངོས་གནས་བྱས་སུ་ཡི་རང་ཞུ་བས་རེད་ང་ཚོར་བཙན་བྱོལ་ནང་ལ་རང་དབང་ཡོག་རེད་དེ་རང་དབང་ཆེ་ད་ར་པོ་ཆེ་ཆོས།

ཀྱིས་འདི་འདྲའི་ཆུང་ཟབ་མའི་ནུས་པ་ཞིབ་པོ་ཅིག་ཐོན་པ་རེད་པ་ཆི་ད་བོད་མིའི་སྒྲིག་འཛུགས་རེད་ཚོགས་པ་སྐྱིད་སྡུག་ཁག་རེད་གཞུང་འབྲེལ་མིན་པའི་ཚོགས་པ་རེད་དེ་བ་ཅིག་ཤེས་ཡོན་གྱི་སྡེ་ཁག་རེད་ཚང་མའི་ནང་ནས་གནང་གི་ཡོད་རེད་དེ། ད་རིགས་ཅིག་རྣམ་པ་ཚོས་དེང་གི་དེ་བ་ཚོགས་གཙོས་གསུངས་སོང་ལ་དེ་རྣམ་པ་ཚོས་ཁེ་ས་བོད་ནང་གི་དུམ་བུ་སེམས་པ་སྐྱོ་བོ་དེ་ནང་ལས་དུ་ཟུ་སྐོར་ལ་གསལ་པོ་དུང་བ་དེ་འདུས་ཙམ་པ།

ཁྱེད་རང་ཚོ་ལ་དམངས་གཞས་ཡོད་རེད་ལ་མཐུན་རྐྱེན་དེ་ད་མེད་པ་མ་རེད་བསམ་གྱི་འདུག་དེ་འདྲའི་ཡིན་དུས་བརྩམས་པ་གཅིག་སྐད་དང་ཡི་གེ་དེའི་སྐོར་ལ་གཅིག་དངོས་གནས་དྲང་གནས་ད་ཁྱེད་ཚོ་རྣམ་ཀུན་སྒྲིག་འཛུགས་སུ་བྱས་བྱས་དེ་འདྲས་གལ་མ་རེད་ད་ད་རེས་བརྟན་བཞུགས་ག་ལ་རུག་རུག་ཆགས་པ་རེད་དེ་ང་རོ་ཚོ་གཅིག་བོད་མི་རིགས་དང་རྒྱལ་ཁབ་ཀྱི

དེ་བཞིན་གནམ་རོག་ནང་སྲིད་བྱས་ཉེས་རྣམ་པ་ཚོར་ལ་འབོད་སྐུལ་ཞུ་གི་འདི་སྐོར་ལ་མང་པོ་ཞུ་ག་ཆ་མ་སོ་དེ་གྱིས་དེ་རྗེས་མེ་ཁྱི་ལོན་ཆི་རིན་པོ་ཆེ་རེད་འདུག་བ་ནས་གསལ་པོ་ཞིབ་པོ་འདི་འདྲ་དང་མང་པོ་བཀའ་གནང་སོང་བ་བྱེད་དུས་དེ་གལ་ཆེན་པོ་ཞིབ་པོ་རེད་ཤ་སྟག་སྐད་ཡིག་སྐོར་དེ་ང་ཚོ་གི་བོད་དོན་སྣང་མེད་སྣང་མེད་བྱས་རྗེས་འཐུས་ཤོར་ཕྱིན་ཨ་ནི་ལོ་གཞོན་པ་ཁ་ཤས་འདུག་ང་སྔ་མ་བཀའ་ཤག་ནང་བསྡད་དུས་སྐབས་རབ་བཞི་སྐད་ཆ་དང་བཀའ་ཤག་ནམ་གུས་སྐད་ཆ་བཤད་ཡོད་པས་ཤེས་ཀྱི་མ་རེད་དེ། བཀའ་བློན་ཚོ་བང་ཆེན་ཆེ་རྒྱལ་ཁབ་མང་པོ་དག་ལ་ད་འགྲོ་གོ་རེད་ཟེར་ད་ཁག་དང་ཁྲལ་ཕོག་བྱས་ང་ཨ་རི་ལ་ཆེད་བསླེས་སོང། ཨ་བསླེས་དུས། དེ་དེ། ཅི་གར་ཆག་གོ་རེད་ང་ཚོ་ཨ་རི་ལ་འགྲོ་ཡས་ཀྱི་དགུ་བཅུ་ནམ་ལ་ང་ཚོ་མི་ཆིག་སྟོང་བཏང་ཡས་དང་དེ་བྱུང་གི་ལོ་མང་པོ་ཞིག་ལ་ཕྱིན་ཡོད་མ་རེད། བརྒྱུད། དེའི་སྐབས་ལ་རྒྱ་གར་ལ་སྐྱེས་ཕ་ག་ལེ་བའི་བུ་ག་ཤ་གིས་བོད་ཁ་ཡག་པོ་རྒྱག་མ་ཐུབ་པ་ཆགས་ཚར་ཤག་དེ་སེམས་ནང་ལ་ཡ་ང་བོ་ཞུ་བྱུང་ཨ་ག་ད་དེ་ག་འདྲ་བྱས་པར་ཁྱོད་འགྲིག་མི་འདུག་བསམ་ནས་ཨ་གནས་སྟངས་འདྲ་པོ་དེ་ཉན་ཡོང་དུས་ཁ་ཨེ་མེད་པའི་སོ་ར་ཆགས་ཤག་ཕ་ཐོག་མར་མི་གཅིག་སྟོང་ནང་འགྲོ་དུས་མི་གཅིག་བྱིན་ཁྱིམ་ཚང་ནས།

ཅིག་རྣམ་པ་ཚོ་ལས་འགན་ཅི་གནང་བྱས་ཤུགས་ཤིག་སྐྱོན་ཐུབ་པ་ཡིན་ན་ཚང་མས་ཀྱི་མིག་པ་ལྟ་ས་ར་བ་དང་དེ་འདྲ་ལ་ཅིག་ཤུགས་རྐྱེན་ར་བ་ཞིག་ཡག་པོ་ཞིག་ཐེབས་ཡ་གི་རེད་པ་ད་དེ་ཞུ་གི་ཡོད་དེ་རྣམ་པ་ཚོ་ལ་ད་རེ་ད་ལྟའི་བོད་པ་སོང་ཙང་ཅིག་སྐར་སོག་རེད་ང་འབོད་སྐུལ་ཚུལ་དུ་དེ་ཅིག་ཞུ་གི་ར་བ་ཐོས།

དེ་ཆེན་པོ་དེ་ད་ཡར་མར་བ་རང་བ་ནོར་མེད་ནང་དུ་ཞུགས་དུས་དེ་མིན་པའི་ཆ་ནས་དེའི་ཐོག་ལ་སྣེ་ཁྲིད་ཅིག་གནང་རྗེས་ཤུགས་ཀྱིས་སྐྱོན་རོགས་གནང། ད་མཇུག་མ་དེ་རྣམ་པ་ཚོ་ཞུགས་ས་ག་བ་ཡིན་ན་འདི་བ་ནས་དངོས་གནས་བོད་ཡིག་བོད་སྐད་ཁྲག་ཁྲག་དོན་ཡོང་ཡ་ལོ་ཞིམ་ག་ཡ་རེད་སོང་རེད་སོང་ཡག་པོ་འདུག། འདི་བ་ཡོང་ཅིག་ད་བ་ཁ་ཤས་རྒྱ་གར་ནང་བསྡད་ཁོ་རང་ཚོ་ལས་བྲོ་བ་རབ་བཞིན་རྙེད་རྗེས་ལོ་གཉིས་གསུམ་ཡང་འདི་ཕ་གིའི་བྲོ་སྟངས་ཀྱི་དུས་ཚོད་རེད་ཅིག་སྟོང་ཆ་རབ་བཞིན་གླན་རྗེས་འདི་བ་སློབ་སྦྱོང་གནང་ལ་ཅུས་ཅིག་བོད་བརྒྱུད་རིག་གཞུང་དང་དེ་འབྲེལ་གང་ལ་བྱེད་ཉེས་མང་པོ་འདུག་ང་ད་ལྟ་སུ་ཧ་ལས་པའི་རེད་བསམ་གི་འདུག་ཏན་ཏན་བྲོ་བ་འདི་རྙེད་པའི་ཡིན་ན་ཨ་ནི་ད་ལྟ་ང་ཚོ་བཙན་བྱོལ་སྒྲིག་འཛུགས་ནང་ལ་དེའི་གི་མཐུན་རྐྱེན་དང་རྨང་གཞི་དེ་ཡོད་པ་སོང་ཚོ་དེ་ལོངས་སུ་སྤྱད་ཐུབ་པའི་ཕྱིར་ལ་ད་རྣམ་པ་ཚོ་ཕྱི་ལོག་ཤུགས་རྐྱེན་ཚང་མས་ཤུགས་ཤིག་སྐྱོན་རོགས་གནང། ད་འདི་ལྟའི་མེད་པས་ན། བོད་མིའི་སྒྲིག་འཛུགས་ཀྱི་བྱ་གཟུ་རྣམ་པ་ཚོ་དེ་ཡོད་དུས་ཙམ་ལ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཡང་སྐད་ཡིག་དེའི་ཐོག་ལ་ཅིག་ཤུགས་སྣོན་འགྲོ་པ་ག་འདྲས་སུ་གནང་དགོས་འདུག་ནས་ཅིག་གནང་རོགས་གནང་སུ་བཅས་དེ་འདྲས་ཞིག་ཞུ་ཡ་ཡིན་ཞེ་ན་ང་དམིགས་བསལ་ཤེས་སུ་མི་འདུག་ད་ཅིག་ཅེས་རྡོ་རིང་རྒྱག་ཁ་བྱས་ཏེ་དེ་ངས་རྣམ་པ་ཚོ་ལ་ཡག་པོ་ཞིག་ཁུངས་སྐྱེལ་བ་ཞིག་མ་རྒྱུ་སྤྲོད་ཞུ་ཐུབ་མི་འདུག་ག་བྱེད་འདོད་ཡོད་ནི་གང་གནང་པ་དེ་རྣམ་པ་ཚོས་དངོས་གནས་དྲང་གནས་ལྷག་བསམ་རྣམ་དག་བྱས་བྱས་གནང་བཞག་ཨ་ནི་དོན་དག་ཚང་པོ་ཡག་པོ་ཞིབ་པོ་ཅིག་བྱུང་སོང་རྒྱ་བ་རྒྱལ་བའི་མཆོད་སྤྲིན། དངོས་གནས་བདེ་སྐྱིད་ཅིག། མ་འོངས་པ་ལ་བརྟན་བཞུགས་རྒྱུ་ཉེན་ཚོར་ཡེ་ནས་རེད་ཆོས་འབེལ་ནང་ཉེན་ཚོར་ལྷག་པར་དུ་ཡང་གེ་སར་བྷ་གའི་བོད་ནང་གི་གདུང་འབོད་དེ་ཚོ་ད་ང་རང་ཚང་མ་ཚོར་བ་གཅིག་པ་རང་རེད་མ་གཏོགས་ང་ཚོ་ལ་དམིགས་བསལ་ཚོར་བ་ཆེ་གལ་ཆུང་བ་མ་རེད་ཚོར་བ་གཅིག་པ་གཅིག་རྐྱང་རེད་དེ་ཉན་བདེ་དུས་ཙམ་པ་དེ་ཨ་ནེ་མི་ཚང་མ་ད་སྤྱན་ཆབ་སྲིད་ཀྱིན་རོགས་ཤ་སྟག་རེད་འདུག་སྐབས་དེ་དུས་ང་ཚོ་གཡས་གཡོན་ལ་བཞུགས་ཉེན་ཚང་མ། ཟླ་ག་ཟིག་ཅིག་གི་ཚོར་བ་ཡོད་དུས་ཙམ་པ་བོད་ནང་ནས་ཡོད་པ་ཚོ་སྐུ་ལས་ཟླ་ག་ཟིག་ཁྱོད་ཁྱེད་རང་ཚོ་ལ་དེའི་རྒྱབ་ལྗོངས་ཀྱི་རྨང་གཞི་དེ་འགྲེལ་བཤད་ཞུ་མ་དགོས་པ་མཐོང་ནས། ད་དགོངས་དེང་གི་དཔོན་ལྡན་སྲིད་སྐྱོང་མཆོག་རྒྱ་གར་ནར་འཁྲུངས་པའི་སོང་ཚེ་ང་ཚོ་བོད་ལ་རྒྱལ་རྒྱ་གར་ནར་འཚར་ལོངས་བྱས་སོང་ཙང་བོད་ནང་གི་གནས་ཚུལ་ཞིབ་པོ་ཅི་ཡང་ཟླ་ག་ཟིག་གི་ཚོར་བ་ཟབ་པོ་དང་གཏིང་ཟབ་པོ་ཞིབ་ཚགས་པོ་ཅིག་ཤེས་ཀྱི་ཡོད་མ་རོགས་སྤྱི་འཐུས་རྣམ་པ་ཚོ་ལ་དེའི་མཐུན་རྐྱེན་དང་ཆ་རྐྱེན་དེ། ཡག་པོ་ཞུ་བཞིན་འདུག་དེའི་ཐོག་ནས་རྣམ་པ་ཚོ་ཅིག་དབུ་འབྱེད་ཁྲིད་ཆེད་འདི་གནང་རོགས་གནང་ཞེས་ངས་ད་གལ་འགོ་ཁར་གསལ་བོ་རེད་འབོད་སྐུལ་དང་སྐྱབས་འཇུག་གཉིས་ཆ་ཞུ་ཡ་ཡིན་དེ་རྣམ་པ་ཚོ་དེ་དགོངས་པ་བཞེས་རོགས་གནང་ཞོ་ཡིན་སླ་ཡང་ཐུགས་རྗེ་ཆེ།